བོད་མི་གདོང་དྲུག་གིས་ས་བགོས་རྒྱུ་ཟེར་ཏེ། ཁ་ཤོར་རེས་འདེབས་ཀྱི་དགོང་ཁ་ཟེར་གི་ས་རེད་ཅེས་རྫ་སྟེ་དགའ་བ་ཡིན་ན། ཁ་ཤོར་རེས་འདེབས་ཟེར་དེ་ཡི་གེ་གི་དག་སྐྱ་མང་པོ་འདུག་སྟེ། གཅིག་གྱེས་དུས་རི་ཁ་ཤོད་ཟེར་གཅིག་གི་མ་འདབ་འདྲ་བོ་གཅིག་ལ་ཡིན་ནོ་བསམ་པ་འདྲ་བོ་གཅིག་གྱེས་དུས་འདི་དགོང་ཁ་ཟེར་ཡང་འདི་ཡར་རི་གཅིག་གི་གངས་མི་ཡིན་པའི་བཟོ་འདྲ་བོ།

མདོ་ཁམས་ཀྱི་དམངས་ཁྲི་རྫ་གསུམ་གྱི་ཡར་སྟོད་ཕྱོགས་ཀྱི་ས་ཆ་དེ་ཚོར་ཐོབ་ཡོད་ས་རེད་བསམ་བསམ་ར་བ་དེ་འདྲས་ཀྱི་ཡོད་རེད་དེ་ལབ་ཡོད་རེད་སྟོང་ཚེ་འོག་གི་ལབ་རྒྱ་དེ་ཤ་ནང་ཁྲི་གང་ལ་སིང་གིས་འགྱིངས་པ་འདྲ་ཁ་ཤས་ཀྱི་ནང་ལོག་ལོད་ལོ་རྒྱུས་ཁ་ཤས་ནང་ལོག་ལོད་སྟོང་ཚེ་བོའི་སྤྲིན་དཀར་དེ་ཤ་ནང་ཁྲི་གང་ལ་སིང་གིས་འགྱིངས་པ་འདྲ་སི་ཁྲིན་དུ་བཀྲ་ཆིབས་རྗེས་ཀྱི་ཁོག་འཐོག་དེ་ལྷོག་ནང་དྲེད་ནོར་ནས་གྲུ་ས་ལྷག་པ་འདྲ་སྐྲག་གི་རྒྱུས་པ་དེ། བོད་འུ་ལྷོ་ཕྱོགས་ལ་དེ་ནི་སྤྲ་དེ་ཚོ་ཐོན་པ་རེད་ཟེར་ས་ཆ་དེ། འབྲོག་གི་རུས་རྒྱུད་ཚོ་བ་དེ་ཚོ་དེ་ནི་ཡང་རག་གི་སྒང་དེ་ཚོ་དེ་ཐོན་པ་རེད་ཟེར། འབྲོག་བུ་གུ་ཁོག་པ་འགའ་ནི་འདྲེ་རྟ་བ་གདོང་ལ་ཟ་བ་འདྲ་ཟེར། དགའ་མིན་ཚོ་དམའ་མོ་དེ་སྨན་རྣམས་ཀྱི་དངུལ་རྒྱུན་མ་ཁུ་སྐམ་མ་འདྲ་ཟེར། ད་ལྟ་སྨན་རྣམས་ཁྱེར་ཟེར་ཡོང་དུས་གཅིག་སྐྱེས་དུས་ཁོ་ར་གཅིག་སྨན་འདྲ་གཅིག་ཁོག་འགྲོ་ཡ་ཟེར་གཅིག་སྐྱེས་ན་ཡང་སྨད་ཟེར་དུས་མར་མདོག་སྨད་གི་སྨད། བོད་སྤྱི་ཡོངས་ཀྱི་སྨན་ཁང་བསྐོ་དགོས་ན་དེ་ཧ་གོ་ཡ་མི་འདུག་བྱང་གི་ཐང་ཡངས་པ་གསུམ་ཟེར་དུས་ད་ད་འདྲ་བ་ཚོད་ཚོད་འདྲ་བ་བྱས་པ་ཡིན་ན་ཡུལ་ཤུལ་གྱི་ས་ཆ་ནི་གཅིག་ནས་མི་ནས་ལྷག་མཚོ་སྔོན་པོ་ཁུལ་རྒྱ་རྒྱུད་ད་དུས་ཀྱི་ཕྱོགས་དེ་ཡིན་པའི་ཚོད་འདྲ་བ་འདུག་ད་དེ་ནང་ལོགས་ནས་ངོ་མཚར་ཆེ་ཟེར་འདྲ་མི་འདུག་ཅི་ག་རེད་ཟེར་ན་ནོར་བ་ད་ཉིད་ལ་ས་ཁེ་མ་སྤྲད་པ་རེད། སྤུན་ཟླ་ཁྱེད་གཞས་དེ་གོ་རོག་དང་ས་གོས་སྐྲག་ཤ་ལོ་ནག་ལྗང་སྒང་དང་གཤམ་དུ་མ་གོ་ཡི་རྒྱབ་ཚ་དུས། ཁྱོད་གཉིས་འདི་ལ་ས་གས་མ་སྤྲད་པ་ཡིན་ཙང། ད་ཡི་ཐང་ཁྱེད་ནས་འཁྱམས་སོང་བ་རེད་ཟེར་ཡིད་ཆེས་བྱས་ནས་འཁྱམས་སུ་སོང་འཁྱམས་སུ་སོང་བས་མཚམས་སུ་ཕྱིན་མཚམས་ཀྱི་མདའ་ར་གོང་མ་བཟུང་ཟེར་འདི་འདྲ་བྲིས་ཡོད་རེད་བ། ད་ཡི་ཁྱེད་ནས་ཡི་ཐང་ཁྱེད་ནས་འཁྱམས་སོང་བ་རེད་ཟེར། འཁྱམས་འགྲོ་དུས་གང་འཁྱམས་སོང་བ་རེད་ཟེར་ན། འདི་རྒྱ་དང་བོད་ཀྱི་ས་མཚམས་ལ་མ་འཁྱམས་སོང་བ་རེད། ས་མཚམས་ཀྱི་མདའ་ར་གོང་མ་ཟེར་ཡ་དེ་ལ་བསྡད་ནས་ད་ཤི་ར་ལ་ཁོ་ཚོ་རྒྱུད་པ་དེ་ཆེན་པོ་ཆགས་པ་རེད་ཟེར་དེ་འདྲས་བྲིས་ཡོད་རེད་བ། མཚམས་ཀྱི་མདའ་ར་གོང་མ་ཟེར་ཡ་དེ་བླ་མ་ཁ་ཤས་ཀྱི་རྣམ་ཐར་ནང་ལོགས་ལས་བལྟ་ཡོང་དུས། ད་བཙན་དུ་དུ་བ་ཡིན་པའི་བཟོ་འདྲ་བ་ཤིག་འདུག་ཁོ་ད་ཏན་ཏན་ཟེར་གི་ཡོད་མ་རེད་བ། ད་སྐལ་བཟང་ང་ཚོ་རུ་ཆེན་བསྐྱལ་ཏེ་བོད་དབུས་གཙང་རུ་བཞི་ལ་བསྐོ་ཤེས་རྒྱབ་རེ་ཟེར་ཡ་འདྲ་བ། མོའུ་གདོང་གྲོག་གི་ས་རྒོད་ཟེར་འདི་འདྲས་ཅིག། དེ་འདི་ལས་གོང་སྤྲོས་ནི་ག་ས་ག་ནས་བལྟས་ཡ་ཡིན་ན་ཞི་དྲག་ཡང་རྒྱ་ཆེན་པོ་ཤེས་ཡ་ཡོད་མཁན་དེ་འདྲ་རེད་འདུག་དེ་ནས་ད་ང་ཚོ་མང་པོ་ཤེས་བསྡད་པ་ཡིན་ན་བོད་ཀྱི་རྒྱལ་རབས་སྲོང་བཙན་སྒམ་པོའི་སྲིད་སྐྱེས་མ་ལུས་ཡ་མི་འདུག་ཟེར་མི་ཚང་མ་རེད་འདུག་ཡ་ཡིད་ཆེས་བྱས་ནས་འཁྱམས་སུ་སོང་འཁྱམས་སུ་སོང་ནས་མཚམས་སུ་ཕྱིན་ཟེར་ན་ད་ལྟ་བསྡད་ས་མ་རེད་བསམ་གྱི་འདུག་དེ་ནས། ད་ང་ཚོ་བོད་ཀྱི་རུས་རྒྱུད་ཁྱེད་ཚོར་དང་མི་རྒྱུད་ཁྱེད་ཚོས་བྱས་ན་འགྲིག་ས་རེད་དེ་གཉིས་ཁྱད་པར་ཅི་ར་ཆེན་པོ་ཆེ་མི་འདུག་ཆ་ཆ་ཆ་ལ་ཤེས་ཀྱི་ན་འགྲིག་འདུག་གྲགས་ཆེ་ཤོས་ཀྱི་ཤེས་སུ་གཉིས་ནི་ད་འགྲོ་ཟིན་པ་རེད་ཕར་བཀྲིས་བས་བྱ་འཇོག་ཟིན་པ་ནི་རུས་ཆེན་བཞི་བ་བརྗེས་ཏེ་རུས་ཆེན་རེ་རེ་ལས་ད་ནང་སའི་བ་བརྗེས་ནས་ཤན་གཅིག་གི་སྡོང་པོ་ལས་ཡ་ག་ཡ་ག་ལས་ཡན་ལག་ཡན་ལག་ལས་རུས་པ་བརྗེས་ན་ཡིད་ཀྱི་ང་ཚོ་བོད་མི་ཆུང་ཐང། ཞེས་སོ་གཅིག་ཡོད་པ་དེ་དང་ཡང་བོད་མི་འུ་གདོང་རུ་སྟེང་ནང་ཁ་ལྷ་གཡོན་ནས་བབས་པའི་མི་ཞིག་གིས་བརྒྱུད་པ་ནི་ཅི་ནས་དེ་ནས་མི་གཅིག་ལ་བོད་དྲུག་བོད་དྲུག་གི་བརྒྱུད་པ་ར་རེ་ད་ཕ་ཇི་ཡིན་ནས་བོད་མདོ་དབུས་ཁམས་སོགས་འདི་ཁྱབ་ཡོང་ཡོད་དེ། ཤེས་སྟངས་གཉིས་འདི་ད་བོད་པའི་སྤྱི་ཚོགས་ནང་ལོ་ཁྱབ་ཆེ་ཤོས་དེ་ཉིད་འདུར་བ། ད་ང་ཚོ་བོད་ཀྱི་མི་རྒྱུད་དེ་སྐྱ་དཀར་ནག་ནས་ཕྱེ་ཡོང་རེད་གསུང་མཁན་དེ་འདྲ་ཡོང་གི་ཡོད་རེད། དེ་ཡིན་དུས་ད་ཐོག་མར་ང་ཚོ་རྒྱ་གར་ནས་ང་ཚོ་བོད་ཀྱི་མི་རྒྱུད་དེ་ཚོ་ཆད་ཡོང་བ་རེད་གསུང་མཁན་དེ་ཚོ་གིས་གཞི་འཛིན་ས་འདྲ་བ་ཁོང་སྐྱོ་ས་འདྲ་བ་དེ་ག་རེད་ཟེར་ཡོང་དུས་ད་ཕ་རྗེ་ལྷ་ལི་ཕུ་ཆུང་གིས་བོད་པའི་འབྲེལ་བ་དེ་ཆགས་ཡོད་རྒྱུ་རེད་བསམ་འདུག་ད་ང་ཚོ་ཁོང་དེ་མགོ་མགོ་དེ་ན་ཞིག་ན་དེ་ཚོ་ལས་ལྷག་ཡོད་རེད་བ། ལྷ་ལི་ཕུ་ཆུང་གི་སྟོན་འབྲས་ནང་ལོགས་ལས་ག་འདྲ་འདྲ་བ་ཤེས་ཡོད་རེད་ཟེར་ན།

སྐྱ་སེང་སྤུ་ནག་ཟེར་དུས་སྐྱ་སེང་ཟེར་ཡས་དེ་ལ་སྤུ་ནག་མ་གཏོགས་ཡོད་མ་རེད་བ། ད་གཡུ་ངོ་བསྟན་པ་དང་འཇིག་རྟེན་དང་རིས་མེད་དང་ལྷ་སྐྱིད་དང་ཅི་ཅི་ཟེར་ད་མང་པོ་ཡོད་རེད་ད་གང་ལྟར་སྐྱ་སེང་སྤུ་ནག་ཟེར་དེ་རེད། ད་ནང་གི་ཁོ་ཚོ་རྒྱ་སྲིད་ཀྱི་དོན་དག་ལ་མ་འཁྱམས་ནས་སྟབས་ཀྱིས་འཛིང་དུས་རྒྱ་གར་གྱི་ལུང་པ་དེ་ཤོ་ཀ་གཉིས་ལ་བཞེངས་ནས་ཁོ་རང་ཚོ་སྤུན་རྒྱག་ནང་འཁྲུག་བསྒྱུར་བ། ཤ་གཟན་གྱི་བུ་ང་གི་གཅིག་བརྒྱད། ཤ་གཟན་བུ་ང་གི་ཨ་ཁུ་ཡུལ་འཁོར་ཆུང་གི་བུ་བརྒྱ་ཐམ་པ་དེ་ཁྱོ་ག་གཅིག་བརྒྱད་ནི། ད་དམངས་ཕྲུག་ཞོལ་གྱི་རྟ་བའི་སྐད་ཆ། ད་རྒྱ་གར་གྱི་དམངས་ཕྲུག་གི་སྒྲུང་ནང་ལོག་ནས་ད་ཆེ་ཤོས་འདྲ་བ་དེ་ཡིན་གྱི་རེད། སྒྲུང་ཁོ་རང་སྟེང་ནས་ཕར། འཛམ་བུ་གླིང་ནི་མི་མ་བསྐུལ་དུ་ལྷ་འདྲེ་ཐམས་ཅད་ཡ་ཤོ་ཀ་གཉིས་བསད་ནས་ད་སྐབས་དེ་དུས་འཁྲུག་བསྡུས་པའི་བཟོ་འདྲ་བ་དེ་འདྲ་ཡོད་རེད་བ། མཛངས་ལ་དམག་ཁྱི་དང་པོ་དེའི་བི་ཟོ་འདྲ་བོ་ད་རྒྱུ་དྲ་ཆེ་ཤོས་དེ་རེད་ད་དེ་འདྲས་ཀྱི་འཛིང་འདོད་མཐའ་མ་དེ་སྐྱག་ཟན་གྱི་བུ་ང་གི་ཕྱོགས་དེ་ཇག་གི་ཐོད་བ་ཡུལ་འཁོར་གཞུང་གི་བུ་གཙོ་བོ་འཐབ་དཀར་ལ་སོགས་པ་གི་ད་དཔུང་ཚོགས་ཆེན་པོ་དེ་རྦད་དེ་རྩ་མེད་བཟོས་ནས་བརླག་ཡོང་དུས་ཁོ་ཚོའི་ཕྱོགས་ནས། བརྒྱ་ཕྲེང་རེ་དེ་འདྲ་ཡིན་ན་གང་ལྟར་རྒྱ་པོར་རུ་པ་འདི་ཟེར་གྱི་ཡོད་རེད་ཟེར་དེ་གི་ད་མ་ལྷག་མ་འདྲ་བ་ཁོ་རང་གི་འཁོར་དེ་ཚོ་ཁྲིད་ནས་བོས་ཡོང་དུས། ང་ཚོ་བོས་ལ་བོས་ཡོང་ནི། དེ་གི་བརྒྱུད་པ་དེར་ད་བོས་པ་ཟེར་དེ་བྱུང་བ་རེད། ཡང་ཁོ་རང་ཚོ་བྲོས་ཡོང་དུས། བྲོས་ཟེར་དེ་བོས་ཆགས་ནས་བོས་ཟེར་བ་མིང་དེ་ཡང་དེ་ནས་ཐོགས་ཡོང་བ་རེད། བོས་ཀྱི་མི་རྒྱུད་དེ་ཡང་ད་དེ་འདྲས་བྱས་ནས་བྱུང་བ་རེད་ཟེར་གི་ཡོད་རེད། ད་བྲོས་ཡོང་མཁན་གྱི་རུ་པ་དེ་ཟེར་དེ།

ལོ་རྒྱུས་ཁ་ཤས་ཀྱི་ནང་ལོགས་ལ་ལྟ་དུས་ཁོ་རང་ཚོ་ཡུལ་འཁོར་གཞུང་གི་ཕྱོགས་གཏོགས་ཀྱི་བརྒྱ་ཕྲེང་འདྲ་བ་ཅིག་ཡིན་པའི་སྐད་ཆ་མ་གཏོགས་ཡུལ་འཁོར་གཞུང་རང་གི་བུ་ཡིན་པའི་སྐད་ཆ་དེ་འདྲའི་སྐད་བཤད་ཀྱི་འདུག་ད་གང་ལྟར་གང་ཡིན་ན་མིན་ན་འོ་ཁོ་ཚོ་གི་ཕྱོགས་གི་ད་མ་ཕངས་ཡོང་དུ་བྲོས་ཡོང་གི་ཡིན་གྱིས་དེ་འདྲའི་རེད་ཟེར་གྱི་ཡོད་རེད་ཨ་འདི་ལ་ཟམ་གདོང་རིན་པོ་ཆེ་གིས་སྔོན་མ་སྒྲོངས་ཀྱིས་སོང་ཟེར་བ་དེ་དེ་སྙན་པོ་འདྲ་བ་ཅིག་ཡོད་རེད། ཞེ་སྡང་གི་བོད་ཀྱི་ལོ་རྒྱུས་ནང་ལོག་དུ་ཞེ་སྡང་དེ་ཙམ་མི་འདྲ་སྟེ་ད་ལྟའི་ཟམ་གདོང་རིན་པོ་ཆེ་སོང་ཡོང་དེ་རྒྱ་གར་གྱི་ཅིག་ཡིན་ས་རེད། ང་ཚོ་བོད་ཀྱི་ལོ་རྒྱུས་ཁ་ནོར་དེ་ཡང་ཡིན་ནའང་ད་ཁོ་རང་སྤུན་ཆང་དེ་གི་ནང་དྲུག་ཤོང་ཡོང་དུས་ཡུལ་འཁོར་གཞུང་གི་བུ་བརྒྱ་ཡོད་པ་དེ་གི་ནང་ལོག་ནས་ད་འཐབ་ཁ་ཟས་དང་ངན་ཤོས་ཡིན་ཟེར་ད་ཁ་ཞེ་ངན་པ་ཤོས་ཡོད་ཟེར་བ། དེ་ལས་སྐྱ་སེང་བུ་ལྔ་གི་ནང་ལོག་ནས་དུ་ནག་པ། ཕོང་ཤིང་འདི་ཞིག་དུ་མེད་འདྲ་བསམ་དགོས། གང་འདི་དུ་རྒྱ་གར་གྱི་མིང་དེ་ཚོ་ང་ཚོ་ཞེ་དྲག་རང་འཕྲོད་ཀྱི་མ་རེད་དེ་བོད་ཀྱི་མདངས་ངན་པ་ཤིག་སྦྱིན་མཁན་ཞིག་ཡོད་རེད་བ། དེ་གི་མ་འཛིང་ན་ཁོ་ཚོ་སེལ་ཐུབ་ཡོད་ས་མ་རེད། དེ་མེད་ན་གཞན་དག་གི་བརླག་མཁན་གྱི་དེ་འདྲ་རེད་མི་འདུག་བ། དེ་ཚོ་ཁོས་འཛིང་རོགས་བྱེད་ཀྱི་ཡོད་ས་མ་རེད་བ། ག་རེ་ཟེར་ན་བུན་རྒྱག་ཆགས་ཀྱི་ཡོད་རེད་བ། གཉིས་པ་དེ་ཁོ་རང་འཇིག་རྟེན་ལ་ཞེ་དྲག་དགའ་བོ་མེད་པ་བྱེད། འཁོར་བ་ལ་ཞེན་ཆགས་ཞེ་དྲག་མེད་པ་བྱེད། ན་ཤོག་བཅད་ནས་ཁོ་རང་ཚོ་བུན་རྒྱག་ཆ་དེ་འཛིན་རོགས་མ་བགྱིད་དུས། དེ་ནི་ཁྱབ་འཇུག་གི། དེ་ང་ཚོ་བོད་པའི་ཁྱབ་འཇུག་ཟེར་རྒྱུ་ཡི་ཡོད་རེད་རྒྱ་གར་ཁོ་རང་ཚོ་ཀི་ཤི་ན་སེ་གི་རེད། ཨོ་ཀི་ཤི་ན་སེ་དེ་ཤེས། ད་ཁོ་ལས་ལྷ་བཞག་བརྒྱབ་ནས་ཆུ་བཤལ་འདྲ་མི་འདྲ་བཤལ་ནས་ད་གང་ལྟར་ཁོ་བློ་ཁ་བཀུམ་ནས་དེ་འཛིན་མཁན་ཡོད་བ་ཅིག་བཟོས་བ་རེད་ཟེར། ཨོ་དེ་འདྲའི་འདྲ་བ་ཅིག་ཤེས་གི་ཡོད་རེད། ད་ཟམ་གདོང་རིན་པོ་ཆེ་སྒྲུང་འདི་ག་རེ་ཞིག་ཟེར་ན། ཤ་སྲིན་བུ་ལྔ་མ་ཐོབ། དེ་ནས་བྷ་ག་ཐ་གུ་རུའི་དཔུང་ཚོགས་སྐྱོགས་འགྱིག་སེ་སྐྱ་དང་བཅས་པ་ཚང་མ་རྩ་མེད་བཟོས་ནས་གཡུ་ལི་རྣམ་པར་རྒྱག་ཡོང་དུས། ཤ་སྲིན་བུ་ལྔ་གིས་ད་ཞེ་ཅན་ཆེ་ཤོས་ངས་བཞག་ཡོད་ཁོས་བཞག་ཡོད་ཟེར་ནས་ཁོ་རང་ཚོ་བུ་ལྔ་པོ་དེ་ད་ཞེ་ཅན་ལས་འགྲན་རྩོད་བྱེད་སྲིད་ན་མི་འདུག་ད་གཙོ་བོ་དེ་འབོ་ཤོམ་ར་བའི་ཤེས་རིག་མ་གཏོགས་དོན་དག་ལ་ཞི་བདེ་གི་རྩོད་པ་ཐོག་གི་ཡུལ་མི་ཞིག་དེ་ད་ད་རེས་ཀྱི་ཟས་རྗེས་ཆེ་ཤོས་ང་ཡིན་སྲིད་ཁོ་ཚོ་ཏག་ཏག་བཟོ་ནས་ང་ཡིན་ང་མེད་ན་ཡོང་ཡ་ཡོད་མ་རེད་སྲིད་གཅིག་གི་ང་ཡིན་སྲིད་ཁྱོད་ཀྱི་ཅི་ག་བྱེད་ཡོད་མ་རེད་ང་རེད་སྲིད་ཁོ་ཚོ་རྩོད་པ་ཐོག་རེད་སྲིད་རྩོད་པ་ཐོག་དུས་དྲང་སྲོང་དེ་འདྲ་བྱེད་ཐ་ཤལ་མི་འགལ་གྱི་གཟུགས་པོ་དུ་དམག་གི་ནང་ལོག་ག་རེ་ནས་ཅིག་སྨྲས་ནས་མེད་ལ་སོང་བ་ཡིན་ན་ཡང་ཁོ་མགོ་དེ་ཤལ་མེད་དུས་མགོ་དེ་ཁོ་ལྟད་མོ་ལྟ་ཡག་གི་ཆེད་དུ་དམག་བརྒྱུད་ས་རེད། ཐང་ཁྱེན་རྒྱལ་གྱི་རྩེར་རྟགས་བརྒྱད་ཡོད་རེད་ཟེར་བུ་གཏི་མུག་ལྟ་བདེ་མོ་རེད་ཟེར་དྲང་སྲོང་དེ་མགོ་བཏེགས། བྱས་ཙང་ད་མི་བཅས་ཁྱེད་བློ་འདྲ་བཏོན་ན་ད་ཁྱོད་རང་ཚོ་རྩོད་པ་རྒྱག་གི་མ་རེད་ཟེར། ཚང་མ་གར་སྐྱེས་སུ་མཐོང་མཁན་གྱི་དེ་དྲང་སྲོང་དེ་གི་མགོ་དེ་ཡོད་རེད་ཟེར་ཁོ་དེ་ཤིང་ཕོང་པོ་གཅིག་གི་རྩེ་ནས་གཏི་མུག་ལྟ་ཡག་གི་ཆེད་དུ་རྟགས་བརྒྱབ་ཡིན་ཙང། ད་མ་བརྒྱབ་དུས་ཤིང་རྟ་གི་མ་གླང་པོ་གཅིག་གི་མ་རྐང་མ་ད་ཤི་བོ་འཛིང་གི་ཡོད་རེད་བ་རོགས་མགོ་ནས་གཡུལ་ས་ཟེར་ཡ་དེ་གི་གཡུལ་ངོ་ལ་ཤི་བོ་འཛིང་གི་ཡོད་ཡིན་དུས། སོ་སོས་སོ་སོ་གི་ཁ་གཏད་འཛིངས་བསྡད་དེ་གཞན་དག་ག་ནས་འཛིངས་གི་ཡོད་མེད་དེ་ཞེ་དྲག་མཐོང་གི་མ་རེད་ད་ཁོག་གི་ཁྱོན་ཡོངས་ནས་མཐོང་གི་ཡོད་རེད་ཤིང་གི་རྩེ་མ་བཏེགས་བསྡད་དུས་ཁོར་སྐད་ཆ་དྲིས་སྲིད་ད་དེ་འདྲ་འདུག་ཟེར་ནས་དེ་ཚང་མས་སོང་ནས་ཤིང་སྡོང་གི་ཟས་ཀྱི་མགོ་དེ་ལས་སྐད་ཆ་དྲིས་བ་རེད་ཟེར་ད་ཁྱོད་ཀྱི་དམག་བསྡེབས་དུས་མགོ་ནས་གབ་ཚང་བ་ཁྱོད་མཐོང་ཡོད་རེད་ཟེར་ཁྱོད་དེ་བལྟས་མ་ད་ཡག་ཁྱེད་རྐང་ཚོ་ཤིང་སྡོང་ཟས་རེད་བསྡད་ཀྱི་རང་ཡིན་ཙང། ད་མ་གཏོགས་ང་ཚོ་རྒྱ་གར་ཐོར་བ་རེད་དེ་ནང་ལོག་ནས་ཞེ་ཅིག་ཆེ་ཤོས་དེ་ད་སུས་ཆགས་སོང་ཟེར་སྐོར་སྐད་ཆ་དྲིས་དུས། འགོ་བསྟོད་པའི་ཁྱོད་རང་ཚོ་སྤུན་ལྔ་སུ་གཅིག་གིས་ཕོ་བྱེད་པ་མ་རེད། བུ་གཅིག་ཡོད་རེད་ད་ངན་ཤོས་དེ་ངས་ད་འདི་ལབ་བསྡད་དེ། དེ་གིས་ཤིང་རྟ་བཏགས་ཉིན་གྱི་ཡོར་བ་ཁོ་ཚོ་ཤིང་རྟ་གང་འཛིང་གི་ཡོར་བ། ཤིང་རྟ་བཏགས་ཉིན་གྱི་ཤིང་རྟའི་ཁ་ལོ་བ་མི་གཅིག་འགྲོ་བ། ལོ་འདི་རེད། དེ་མེད་པ་ཡིན་ན། ད་ནི་ཁྱོད་ཚོ་དགུ་ཁྱོ་སྤྲུལ་སྤྲུལ་ཉོ་གི་མི་འདུག། ཁྱོད་རང་ཚོ་རྒྱལ་ཁ་ཐོབ་བཅུག་ཉིན་དང། དེ་འདྲའི་གི་རྗེས་བཅུག་ཉིན་དང་བྱས་རྗེས་ཆེ་ཤོས་དེ་འདི་ཤིང་ཏིག་ཁ་ལ་བ་དེ་རེད་ཤག་ཟེར་ནས། སྤོ་རྒན་མགོ་དེ་མགོ་ཏིག་ལ་བ་རེད་ཟེར་གི་འདུག་བ། ཤིང་རྟ་བཏང་ཉིན་དེ་སུ་རེད་འདོད་ཟེར་ན་ད་ཀི་ཤི་ན་རེད་འདོད་ཁྱབ་འཇུག། ཁྱབ་འཇུག་མི་རེ་སྤྲུལ་པ་བྱས་ནས་ནི་ཤིང་རྟ་བཏང་ཉིན་བྱས་འདུག་བ་ཁོ། དངོས་གནས་བྱས་ན་ཁྱབ་འཇུག་ཁོ་རང་གི་ལག་གི་འཁོར་ལོ་ལྕགས་དར་རེད་ཟེར་གི་འདུག་བ། དེ་གཅིག་ཡུ་བ་ཡིན་ན། སྒྲ་མེད་དཔུང་ཚོགས་སྐྱོབ་རྒྱུའི་ཕ་རྒྱལ་དེ་འཛམ་བུ་གླིང་གོ་ལ་སྐོར་ཐལ་བཟོ་གི་རེད་ཟེར་གི་ཡོད་རེད་ཡིན་ན་ཡང་ད་ཁོ་རང་གིས་ང་ཚོ་མི་ལ་མ་འོངས་པ་བསླབ་བྱ་རྒྱབ་ཡག་གི་ཆེད་དུ་གནད་འགང་འདྲ་བོ་དེ་དམག་རྒྱལ་གར་བྱེད་པ་ཡིན་ན་ཅིག་མདའ་རྐྱེན་ལོན་སྐྱིད་པོ་དང་བློ་ཁོག་ཆེ་ཆུང་སྐྱིད་པོ་དང་དཔོག་མང་ཉུང་སྐྱིད་པོ་མ་ཡིན་པ་དེ་ཐབས་བརྒྱུད་དེ་དམག་རྒྱབ་ན་རྒྱབ་སྟངས་ཀྱི་གོམ་པ་སྤོ་ན་སྤོ་སྟངས་ཀྱི་ཡོད་རེད་བ་དེ་གལ་ཆེ་ཤོས་ཡིན་པ་དེ་ད་དེ་ནས་བསྟན་གི་ཡོད་རེད། ད་བོད་ཀྱི་ཤིང་རྟ་འདི་གཅིག་བཏང་ཡོང་དུས་བོད་མི་ཞི་བ་གྱི་གནས་རི་ཁེ་བ་བཏང་ཐུབ་ཡོད་ཟེར་བ། ག་འདྲའི་སྲིད་ལ་ག་བ་འགྲོ་གི་ཡོད་མེད་དང་ག་འདྲའི་བྱེད་ཀྱི་ཡོད་མེད་དང་ག་འདྲའི་གཡོལ་གྱི་ཡོད་མེད་དང་བྲིས་དགོས་ས་ལ་བྲི་བསྡད་དགོས་ས་ལ་བསྡད། ད་ཤིང་རྟ་བཏང་མ་ཤིང་གི་དེ་ག་ཡིན་ན་ཆུང་ས་ཅིག་ནས་ཤེས་ཡ་ཡིན་ན་ད་མཐའ་ལ་ཟ་འགྲོ་ཡ་དང་རེད་འགྲོ་ཡ་དང་འགྲོ་དགོས་ས་ལ་མ་ལ་མི་ལ་དགོས་ས་ལ་སླེབས་ནས་མདའ་ཡིན་འདི་ཆང་ཕོག་ཡོང་ཡ་འདྲ་མི་འདྲ་ཡོང་དགོས་ར་བ། གང་ད་ད་དེ་དེ་ལས་འཕྲུལ་དཔེ་གྱིས་བགྲང་འདྲ་བོ་ཆགས་འདྲ་བོ་ད་དོན་དག་རྡོག་རྡོག་འདྲ་བོ་འདུག་སྐབས་དེ་དུས་དམག་ཞུགས་ཅིག་ལྟ་བ་ཡིན་ཙང་དམག་འཕྲོག་དུས་ཀྱི་ནང་ལོག་ནས་ད་མི་ཚོགས་ཀྱིས་ཕམ་སོང་བས་ད་མི་ཚོགས་ཀྱིས་བོད་ལ་བྲོས་ཡོང་ནས་བོད་ལ་བསད་ན་མི་འདུག་ད་ཁོ་རང་ཚོ་ཤེས་སྟངས་གཅིག་ན་རྒྱ་གར་བྱང་ཕྱོགས་ནས་ཡར་བོས་ནས་ཧི་མ་ལ་ཡ་གི་ཕ་རྒྱལ་ལ་བོས་སོང་བ་རེད་ཟེར་ད་དེ་ད་འདི་ཆར་བྱིས་བ་ཡིན་ན་བོས་པ་ཟེར་དེ་ཚོ་རེད་ཟེར་ཅིག། སྐད་ཆ་སྤེལ་ཡོང་གི་ཡོད་རེད་ད་བགྲོས་ཡོང་མཁན་དེ་ལ་ཡང་ཁ་ཤས་ཀྱིས་མི་བརྒྱ་ཙམ་གྱིས་བགྲོས་འོང་རེད་ཟེར་ཡོད་ཀྱང་ལོ་རྒྱུས་ཁ་ཤས་ཀྱི་ནང་ལོར་མི་སྟོང་ཕྲག་གཅིག་སྤྱིར་མིང་བུད་མེད་ཀྱི་ཆེད་སྤྲད་ནས་བོས་ཡོང་རེད་ཟེར་ད་དེ་འདྲའི་ཅི་རེད་གསུངས་འདུག་དེ་ཆད་པ་སྐད་མི་འདུག་རྒྱ་ཉིན་རྒྱ་གི་ཆད་པ་གང་ལྟར་བཤད་སྟངས་དེ་འདྲའི་ཅིག་རེད་བོད་ཀྱི་མི་རྒྱུད་བྱུང་དང་རྒྱ་གར་ནས་བྱུང་ཟེར་མཁན་དེ་གིས། ད་ཁ་ཤས་ཀྱིས། ང་ཚོ་བོད་སྐད་མི་བརྗོད་དེ་རྒྱ་ནག་ནས་ཡར་ཕྱིན་ཡོང་བ་རེད་ཟེར། དེ་འདྲའི་ཞེན་མཁན་ཡོང་གི་ཡོད་རེད། ཁོང་འདྲ་བ་འདི་ཕ་ཅེ། ཐང་རུ་རྙིང་པ་གི་ལས་ཚིགས་བཅའ་དེ་དབྱིབས་ཀྱི་ཞེ་དྲུག་པ་གི་ནང་རོ་ལ། ཆིན་རྒྱ་རི་བའི་སྐབས་སུ། ཕན་ནི་སེར་གི་མི་གཅིག། རྒྱ་ནག་ནས་ཡར་དམག་ཆུ་འགེངས་ནས་ནུབ་ཕྱོགས་ལ་བྲོས་སོང་བ་དེ་གི་བརྒྱུད་པ་རེད་ཟེར་བའི་བཟོ་འདྲ་བ་ཅིག། ད་དེའི་བཟོ་འདྲ་བ་ཅིག་བཤད་ཡོད་བ་ད་དེ་ལས་གཞི་འཛིན་ཡོད་རྒྱུ་རེད་བསམ་འདུག། ཡིན་ན་ཡང་འདི་རྒྱ་གའི་རྩོམ་པ་པོ་མང་པོ་གཅིག་གིས་ཐད་ཀར་རྒྱ་ལས་བྱུང་བ་རེད་ཟེར་དེ་འདྲ་སྐད་ཡོད་མ་རེད་ད་ཕན་ཉེ་ཟེར་བ་གྱི་ནུབ་ཕྱོགས་ལ་བྲོས་སོང་བ་རེད་ཟེར་གྱི། ཡིན་ན་ཡང་བྲོས་སོང་བ་དེ་ལས་བོད་པ་ཡོངས་རྫོགས་བྱུང་བ་གི་དེ་འདྲའི་སྲིད་ཁ་དེ་འདྲ་ཕ་གི་ཨོ་ཡོད་མ་ཡོད་བསམ་གྱི། སྲིད་ཏང་གི་རྒྱ་རེ་རེ་གཉིས་རེ་བོད་ལ་ཡར་བྲོས་འོང་བསྡད་ཀྱི་རེད་ད་མང་པོ་ཡོང་གི་ཡོད་པ། ད་རྒྱ་མི་རྩོམ་པ་པོ་མང་ཆེ་བ་གཅིག་གིས་བོད་ཀྱི་མི་རིགས་ཟེར་དེ་བཤད་ཡོང་དུས། ད་ཁོ་ཚོ་ཐུན་མོང་གིས་ག་ལ་གི་འདུག་ཟེར་ན། བོད་ཟེར་བ་དེ་གནའ་སྔ་མོ་ཆང་གི་རིགས་ཟེར་ཡ་དེ་རེད་ཟེར། ཆང་ཟེར་ཡ་དེ་ལས་ད་བོད་པ་ཚོས་འདྲ་ཤེས་འདྲ་མི་འདྲ་ཡོད་རེད་དེ་ང་རང་གོ་སྟངས་ལ་ད་ནི་ང་ཚོ་བོད་སྐད་ལ་འཇང་ཟེར་གྱི་ཡོད་བ་དེར་ངོས་འཛིན་བཟོ་དགོས་ཀྱི་འདུག་བསམ་གི་འདུག། འཇང་ཟེར་ནའང་འདྲ་ད་ཆང་ཟེར་ནའང་འདྲ་ད་འདི་ཆ་ལས། རྒྱ་ནག་གིས་ཆང་ཟེར་ཡ་དེ་ག་རེ་ངོས་འཛིན་བཟོ་གི་ཡོད་རེད་ཟེར་ན། ཁྲང་གིས་ད་ལྟ་རྗེས་རོང་དང་འདི་ཚོ་ལ་ཆང་ཟིག་ཡོད་རེད་བ། ཆང་རེ་རེ་ཟིག་ཡོད་རེད་ད་གནའ་སྔ་མོ་བོད་པ་ཟེར་ཡས་དེ་དེ་ཚོས་ཀི་ད་རུས་ཀི་པ་འདྲ་བ་གྱི་ངོས་འཛིན་བཟོ་གི་ཡོད་རེད། ཀྲང་སྐུ་ཐེང་གིས་མཐའ་མཚམས་མི་རིགས་ཀི་ལོ་རྒྱུས་ཟེར་གྱི་བྲིས་ཡོད་རེད་རྒྱ་མིའི་རྩོམ་པ་པོ་ཁོ་རང་གི་སེ་བོ་ཅི་ནས་ཤེས་འདུག་བ་ཐང་རྒྱ་རི་གོང་ལ་རྒྱ་ནག་ནང་གི་མི་སུས་ཀྱང་བོད་ཟེར་བ་གི་ས་ཆ་འདི་མི་རྒྱུད་ཡག་པོ་ཧ་གོ་གི་ཡོད་མ་རེད་ཟེར། དེ་ནས་བོད་རྒྱ་མི་རྩོམ་པ་པོ་ལོ་རྒྱུས་མཁས་པ་ཧྥན་ཝི་ལིང། ད་ལྟའི་ངའི་རྒྱ་མིའི་སྡེ་གི་ལྭ་བས་ལ་མགོར་སྡེ་བའི་དུས་དེ། ཧྥན་ཝི་ལིང་ཟེར་དེ་གིས་ཀྲུང་གོའི་རྒྱ་རིགས་མདོ་སྟོད་ཟེར་གྱིས་བྲིས་ཡོད་རེད་དེ་གི་ནང་ལོག་ལོས་ཨེ་ཤེས་ཡོང་ད་སི་ཐང་གོང་ལ་ཤེས་པ་ནང་གི་རེད་བོད་ཟེར་བ་དེ་འགྱངས་གི་རེད་འབྲོག་པ་དེ་འདྲ་རེད་ཟེར་དེ་ད་རྒྱ་གཉིས་ཀི་བར་གི་འབྲེལ་བ་དེ་ཧྲང་རྒྱ་རབས་གི་སྐབས་ནས་གཅིག་བྱུང་ཡོད་རེད་ཟེར། དེ་ནི་བཀྲ་བྷོ་རྒྱ་རབས་ཀྱི་སྐབས་སུ་ཡང་བྱུང་ཡོད་རེད། ཁོས་དེ་འདྲ་ཅིག་བཤད་ཡོད་རེད། དེ་ཡིན་ན་ཐང་རྒྱ་རབས་ཀྱི་སྔུན་ནས་ཆ་ཆགས་ཡོད་རེད། ད་དེ་འབྲེལ་བ་བྱུང་རེད་ཟེར་གྱི་རེད་མ་གཏོགས་གི་ཐང་རྒྱ་རབས་ཀྱི་སྔུན་ནས་ཨ་བོད་ཟེར་དེ་ག་འདྲས་ཡིན་པ་ཤེས་གི་ཡོད་པ་དང་བོད་ཀྱི་མི་རྒྱུན་ཆད་གང་དེ་གས་དེ་ཧ་ཕོག་ཡོད་ཟེར་དེ་འདྲས་སྐད་མི་འདུག་ད་འབྲེལ་བ་ཙམ་གྱིས་བྱུང་རེད་ཀྱི་དེ་དེ་བཤད་གི་འདུག་ཡིན་ན་ཡང་དེ་ལོ་རྒྱུས་ནང་ཡོད་རེད་ཟེར་གྱི་མ་གཏོགས་ལོ་རྒྱུས་དེ་ང་ཚོ་བོད་པའི། ཕ་རྒྱལ་རག་མེད་ཡིན་ཟེར་ད་ཁོ་རང་གི་ག་འདྲའི་འདྲ་ཇི་བདེན་ཡོད་ན་མི་ཤེས། རྒྱ་ནག་གི་ཐང་རུ་ས་གནས་གཉིས་ཀྱི་ནང་ལོག་ལ་བོད་དང་འབྲེལ་བ་ཡོད་པའི་ལོ་རྒྱུས་ཡོངས་སུ་རྫོགས་པ་དེ་བོད་སྐད་ནས་བསྒྱུར་ཡོད་རེད་བ། ད་ཧྲང་དང་ཀྲའོ་རྒྱ་རབ་སྐབས་སུ་བོད་དང་འབྲེལ་བ་ཡོད་པའི་ལོ་རྒྱུས་སུ་བརྗོད་རྒྱ་བ་བོད་ཡིག་ནས་བསྒྱུར་གྱི་འདུག་དེ་ནི་ངེད་ཀྱིས་མཐོང་མ་རེད་ད་དེ་ང་ཚོའི་ཏཱའི་དེ་རེད། ཡིན་ན་ཡང་གང་ལྟར་དེ་ཡོད་མེད་ལ་མ་ལྟོས་པར་དེ་ཡོད་རེད་ཟེར་ཤེས་མཁན་ཁོ་རང་གིས་ཀྱང་བོད་ཟེར་བ་དེ། འཇམ་གྱི་རུ་རྒྱུད་རེད་ཟེར་ལབ་ཡོད་མ་གཏོགས་རྒྱ་ནག་ནས་ཡར་ཆས་སོང་ཟེར་དེ་འདྲའི་སྐད་བཤད་མི་འདུག་ཨ། དེ་བཤད་ཡོང་དུས་ད་ང་ཚོ་འཇམ་ཟེར་དེ་ག་འདྲ་རེད་ཟེར་དེ་ངོས་འཛིན་བྱེད་ཡོད་དེ་བལྟས་ཚེ་གལ་ཆེན་པོ་ཆགས་ཡོང་གི་ཡོད་རེད། རྒྱ་མིའི་ལོ་རྒྱུས་མཁས་པ་ཚོས་ངོས་འཛིན་བྱེད་སྟངས་དེ་ཕ་རྗེས་ཀྲང་ཀུན་ཐིང་གིས་ཀྲུང་གོའི་མཐའ་མཚམས་མི་རིགས་ཀྱི་ལོ་རྒྱུས་ནང་གཅིག་བཤད་ཡོད་རེད་དེ། ཕྱོགས་སྡོམ་འདྲ་བ་ཅིག་མིན་འགྲོ་བསམ་མི་འདུག་ཁོ་ཤེས་ཡོད་ཡིན་ན་གནའ་སྔ་མོ་ཁོའི་མི་རྐྱང་ཟེར་ཡབ་ཀྱི་རུས་རྒྱུད་ཚོ་བ་དེ་ས་ཆ་དེ་ག་རེ་ཡོད་རེད་ཟེར་ན། ཀན་སུའུ་ཀི་ཏོང་ཧང་ས་ཁོ་ལ་ཡོད་རེད། ཕ་རྒྱལ་ད་ནི་ང་ཚོ་ཏོང་ཡིག་ཁྱད་ཉེ་ཟེར་དུས་ཟེར་བའི་རྒྱུ་རེད་བསམ། ཀན་སུའུ་ཟེར་ཡོད་དུས་ང་ཞིང་ཆེན་དེ་སི་ཁྲོན་གྱི་ཞང་ཞུང་ནི་ཅེས་མཚོ་སྔོན་ལ་ཡག་སྐོར་བརྒྱབ་ནས་ནི་ཡ་མཚོ་སྔོན་གྱི་ཞང་པ་ཚོ་འདི་འདྲ་ཡིན་ཚོ་འགོག་གི་ཡོད་རེད་བ་ཡག་རང་བྱུང་འགོག་གནང་གི་བྱས་ན་དེ་ནས་མཚོ་སྔོན་གྱི་རྨ་ཆས་སྤོམ་ར་ཀར་རྒྱུད་བཅས་ཤིན་ཅང་གི་རྩྭ་ཆུ་བཟང་བའི་ས་ཆ་དེ་ཚོ་ལ་ད་ཡ་མ་གནས་སྤོ་ནས་བསྡད་རྒྱག་མཁན་གྱི་འབྲོག་པ་ཅིག་ཡོད་རེད་དེ་ཚོ་ལ་ད་རྒྱ་ནག་གི་གནའ་སྔ་མོ་ཆང་ཟིག་རེད་ཆང་རིགས་ཟེར་བ་ད་རྒྱ་མིག་གིས་ཆང་ཟེར་ཏེ་ངོས་འཛིན་བྱེད་སྟངས་དེ་དེ་འདྲའི་འདྲ་བ་ཞིག་ཆགས་འདུག་ད་ང་ཚོ་བོད་པ་གིས་འཇང་ཟེར་རྒྱུ་རེད་དེ་ལས་ངས་སྐྱུག་པ་རེད་ཟེར་ན་ངོས་འཛིན་དེ་རེད་འཆང་དང་འཇང་གཉིས་དེ་ད་ཁ་ཤས་ཀྱི་འཆང་ཟེར་ཡ་དེ་ཞང་དང་ཅི་ཅི་འདྲ་ཤེས་འཇང་ང་ཚོ་བོད་པ་ནང་འཁོར་ལོས་ཤེས་སྟངས་མང་པོ་ཡོད་རེད་རྒྱ་མི་གི་འཆང་ཟེར་དེ་ལས་གོ་དོན་གར་ཡིན་པ་བོད་པའི་ནང་འཁོར་གི་འདྲེ་ཤེས་འདྲ་གི་མ་རེད་ད་ང་གི་ངོས་འཛིན་དེ་ང་ཚོ་བོད་པ་གི་འཇང་ཟེར་རྒྱུ་རང་ལྐུག་པོ་འཇང་ཟེར་དེ་རེད་ད་འཇང་གི་སྐོར་དེ་ང་ཚོ་བོད་གི་ལོ་རྒྱུས་ནང་ལོག་ལ་ཡ་མང་པོ་ཞིག་ལ་དོན་གི་ཡོད་རེད་བ།

རྒྱང་དུ་ཡིད་བསྲེ་ཡང་འདུག། དེ་ཡིད་དུ་གནག་རྔ་མོག་གི་འབུད་འབུད་ཀྱིས་མོད་པའི་བསམ་བློའི་ནང་ལོག་ལ་ཆེ་ཆུང་བྱེད་ཡོང་དུས། བོད་ཀྱི་ལོ་རྒྱུས་རྙིང་པ་ནས་བལྟས་ཡོར་བོད་མཐའ་རྒྱ་ཡི་སྐོར། དེ་བྱེད་ཡོང་དུས་བོད་ལས་རྒྱ་ཆེ་བ་ཡོད་པའི་བཟོ་འདྲ་གོག་འདུག་བོད་ཀྱི་མཐའ་ཚང་མ་དེ་རྒྱ་མི་གི་སྐོར་དུ་ཡོད་རེད། རྒྱ་མཐའ་ཧོར་གྱི་སྐོར། རྒྱ་གི་མཐའ་ཚང་མ་དེ་ཧོར་གྱི་སྐོར་དུ་ཡོད་རེད་སོག་པོ་གི་ཞང་ནི་མ་སྐོར་དུ་ཡོར་བ། ཧོར་གྱི་མཐའ་དེ་སུའི་སྐོར་དུ་ཡོད་རེད་ཟེར་ན་འཇང་གི་སྐོར་དུ་ཡོད་རེད། འགྱངས་ཀྱི་འདི་འདྲའི་ཀྱི་ཧོར་དེ་ཡང་བཀོལ་གྱི་ཡོད་རེད་ཟེར་གི་འདུག་ད་ཆེ་ཤོས་དེ་འགྱངས་གོ་གི་འདུག་ཨ། འགྱངས་ཀྱི་ཐག་དེ་སུས་བཀོལ་ཡོད་རེད་ཟེར་ན་ད་དེ་ཀྱི་རྒྱབ་ལོགས་ལ་མི་ཡོད་མ་རེད་དེ་ནས་སྨག་དང་སྨུག་པ་འདྲ་བ་ཁོ་ཚོས་བཀོལ་གྱི་ཡོད་རེད་ཟེར་འགྱངས་ཐག་སྨག་དང་སྨུག་གི་བཀོལ་ཟེར་དེ་ད་དེ་ཀྱི་ལོ་རྒྱུས་ཁ་བའི་སྐྱེས་སྟངས་དེར་བལྟས་ཡ་ཡིན་ན་ང་ཚོ་བོད་པ་ཀྱི་འགྱངས་ཟེར་བ་དེ་ཆུང་ཆུང་ཅིག་མ་ཡིན་པར་ཞི་རགས་ཀྱི་སྐྱ་ཆེན་པོ་ཅིག་གནའ་སྔ་མོ་ཡིན་ན་ང་ཚོས་བཟོ་དགོས་ཨ། ད་ལྟ་ང་ཚོ་བོད་པ་ཀྱི། ད་ལྟ་ཟེར་ན་མི་འདུག་བར་སྐབས་སྐྱེས་ལ་འགྱངས་ཟེར་དང་འགྱངས་རྒྱག་པ་སུ་ན་རབ་བརྟན་ཟེར་གི། ད་ལྟ་བོད་ལྷོ་ཕྱོགས་དང་ཡུ་ནན་གྱི་ནང་ལོགས་ཀྱི་ལ་རྒྱང་དང་དེ་ཚོའི་ཕྱོགས་ལ་ང་ཚོ་འགྱངས་ཟེར་ཏེ་དེ་འགྱངས་འདི་ག་རེད་ཟེར་ན་དེ་འགྱངས་སྨུག་པོ་འདི་རེད། འགྱངས་ལ་དཀར་ནག་ཁྲ་སོགས་མང་པོ་ཞུ་འདུག་བ། ཁོ་ཚོ་ལ་འགྱངས་སྨུག་པོའམ་ཡང་ན་སྨུག་པོ་འགྱངས་ཟེར་གི་རེད་བ། བོད་ལྷོ་ཕྱོགས་ལ་ཡོད་མཁན་གྱི་འགྱངས་དེ་ལ་འགྱངས་སྨུག་པོ་ཟེར་གི་རེད། ད་སུས་སུ་དེ་ཙམ་གྱིས་རེད་མ་གཏོགས་གཞན་དག་གི་འགྱངས་དེ་ཚོ་དེ་ཉམས་སོང་བ་དག་ག་སེ་མི་རྒྱུ་རྩ་ཡོད་དབང་དུ་བཏང་ན་ཡང་རུས་པ་ལ་འགྱངས་ཟེ་ཡག་གི་མིང་དེ་བླངས་སོང་ཟེར་བ། དེ་ལས་མ་བཏོན་ན་སྔ་མོ་སྐོར་འགྱངས་ཟེ་ཡག་འདི་ཞི་དྲག་གི་རྒྱ་ཆེན་པོ་ཡིན་དུས་ད་ལྟ་ཀྲང་ཀོ་ཐིང་གི་དེབ་ནང་ལོག་ལ་ཡོད་བ་ནང་གི་ཤིན་ཅང་གི་ས་ཆ་ནི་ཅི་ནས་ད་ག་ས་ག་ཡོད་ཡིན་ས་རེད་ད་དེ་འདྲས་གི་འགྱངས་དེ་ང་ཚོ་བོད་པ་གིས་བོད་པ་ལས་ཐ་དད་པའི་མི་རེད་ཅེས་ལ་ངོས་འཛིན་བཟོ་གི་ཡོད་རེད་ཡིན་ན་ཡང་རྒྱ་མིའི་གི་མི་ནི་ཐག་རིང་པོ་ཡིན་ཙང། ཁོ་ཚོ་ཡང་ཡོང་དུས་དང་པོ་འགྱངས་ཀྱི་ཐུག་ཡོད་པ་ཡིན་དུས་དེ་ཕན་ཁྱེད་ཚང་མ་དེ་འགྱངས་ཡིན་རྒྱུ་རེད་བསམ་ནས་ཡང་བོད་པ་ཚང་མ་འགྱངས་ཀྱི་ཚོར་བ་དེ་འདྲ་རེད་སྲིད། འདི་ལབ་སྲིད་ཀྱི་ཡོད་རེད་མོད་ཀྱི་ཤི་ཁ་གི། ང་ཚོ་བོད་པ་གི་སྔུན་མ་རྒྱ་གར་ཕན་ཁྱེད་ལ་འགྲོ་མྱོང་ཡོད་མ་རེད་བ། དེ་ཚོ་རྒྱ་གར་ཕན་ཁྱེད་གི་རྒྱ་ཁབ་སེམས་པ་ཅི་མི་སླེབས་འོང་ན་རྒྱ་གར་བ་སླེབས་སྲིད་འོང་སྲིད་སྔུན་མ་ལྷ་ས་ནས་ཨ་མི་རི་ཀ་གི་གཟུད་ཁྱེད་དུ་ཞྭ་མོ་ཅིག་ཁྱེར་འོང་ན་རྒྱ་གར་ཞྭ་མོ་འོང་སྲིད། ཨ་རིག་གི་གཟུགས་ཀྱི་སྟོད་ཀྱི་ཁྱི་འོ་ན་རྒྱ་གར་འཇུག་ད་ཟེར་ནས་ཚང་མ་རྒྱ་གར་གྱི་ཡིག་ཆ་བྱས་འདུག་ཡོད་རེད་བ། ད་དེ་ནས་དབྱིན་ཇིར་སླེབས་དུས་གཡག་མགོ་སེར་པོ་ཚང་མ་དབྱིན་ཇི་ཡིག་ཆ་བྱས་ཡོད་རེད་བ། པད་ཟེར་ན་ཀོ་ཏའི་ཞིབ་ཕྲ་དེ་ཤེས་ཡོད་མ་རེད་འགྲོ་མྱོང་མེད་ཙང། ཧྥ་རན་སི་མི་སླེབས་འོང་ན་དབྱིན་ཇི་སླེབས་སུ་སི། འཇར་མན་ནི་སླེབས་འོང་ན་དབྱིན་ཇི་སླེབས་སུ་སི་པིན་སླེབས་འོང་ན་དབྱིན་ཇི་སླེབས་སུ་ཟེར་ནས་གང་ལྟར་མགོ་སེར་པོ་མི་རྒྱང་ཁྱི་སླེབས་འོང་ན་དབྱིན་ཇི་སླེབས་སུ་དབྱིན་ཇི་རྐྱང་རྐྱང་ལབ་འདུག་ཡོད་རེད། དེ་ག་རེད་ཟེར་ན་ཁོ་ས་ཆ་དེ་གའི་ལས་འགྲོ་མ་མྱོང་ཚེ་ཁོ་ཚོའི་བར་གྱི་ཁྱད་པར་དང་ས་མཚམས་ཆུ་མཚམས་དེ་གའི་ཧ་གོ་གི་ཡོང་མ་རེད་བ་དེ་ག་རེད་བ། དེ་ལྟར་རྒྱ་ནག་དེ་སྔོན་ཤར་ཕྱོགས་ལ་བསྡད་རྒྱག་དུས་ཁོ་ཚོ་ཡར་ཡོང་དུས་འགྱངས་མི་ཐུབ་ཡོད་བ་ཡིན་ཚ་དེ་ཡན་ཆད་ཀྱི་ཚབ་བསྡད་མི་སོང་དུས་ཧ་མ་གོ་བ་ཡིན་དུས་མི་ཚང་མ་འགྱངས་རེད་འགྱངས་རེད་ཟེར་ནས་འགྱངས་ཀྱི་ཚོགས་ཁག་ཏུ་རྒྱུགས་རེད་ཟེར་དེ་སྐྱོར་ལབ་དེ་ཡིན་རྒྱུ་རེད་བསམ་དགོས། ད་ནང་བཀོད་ལུགས་ལོན་ནས་སོ་སོའི་ཚོགས་སུ་རྒྱུས་ཡོད་པ་ཡིན་ཚ་བོད་པ་ཁོ་རང་གི་ངོས་འཛིན་དེ་འདི་ནས་ལོ་ག་འདྲ་བ་ངོས་འཛིན་བྱས་ཡོང་དོ། གང་ལྟར་ད་ད་ནས་རྡོ་རྡོ་དགར་བཤད་དགོས་རུ་ཟེར་ན་བོད་ཀྱི་མི་རྒྱུད་དེ་རྒྱ་ནག་ནས་ཡར་ཕྱིན་ཡོང་རེད་ཟེར་ཡག་རེད། སྐད་ཆ་གཅིག་བྱུང་ཡོད་པ་དེ་ཏག་ཏག་བསྡད་ཀྱི་མི་འདུག་སྐད་ཆ་དེ་འདྲ་གཅིག་བྱུང་ཡོད་རེད་ཤེས་སྟངས་དེ་འདྲ་གཅིག་བྱུང་ཡོད་རེད་ཟེར་ནས་བཤད་ཀྱི་ཡོད་རེད་ཡིན་ན་ཡང་དེ་ལ་གོ། ཁོ་མོ་རྒྱུ་མཚན་འདྲ་བོ་དེ་ཞེ་དྲག་མི་འདུག་རྒྱ་མི་གི་ཤེས་ཡོད་རེད་ཟེར་བ་ཡིན་ན་ཡང། རྒྱ་མི་གི་ལོ་རྒྱུས་དྲི་མེད་སྐད་བཀྲ་བཅས་དེ་ཚོ་བའི་གོང་དུ་ཞུ་བ་ནང་བཞིན། ཆང་རེད་ཟེར་བའི་བཟོ་འདྲ་བོ་དེ་སུ་གཅིག་གི་ཧ་གོ་གི་མ་རེད་ཟེར་བའི་བཟོ་འདྲ་བོ་དེ་འདྲས་མ་གཏོགས་སི་ཧ་སི་ཀའི་མི་འདུག་ཨ། ཁྱེད་རྒྱ་རབ་གི་སྐབས་སུ་ཕེབས་མི་སྲིད་རྗེས་བོད་ལ་ཡར་བྲོས་ནས་བོད་མི་རྒྱུད་བྱུང་རེད་ཟེར་ལབ་ཨང་ཡིན་ན། ཁྱེད་རྒྱ་རབ་སི་ཧ་དེ་བྱུང་ནས་ད་ལོ་སྟོང་ཕྲག། གཉིས། གསུམ། གལ་སྲིད་འགྲོ་དགོས་ན་དེ་དེ་ཡང་འགྲོ་དགོས་མེད་ན་མིན། ད་ལྟ་ང་ཚོ་བོད་ཀྱི་ས་ཆ་ལ་ལོ་སྟོང་ཕྲག་བརྒྱད་ལྔ་གི་སྔོན་ནས་འགྲོ་བ་མི་ཡོད་བསྡད་པའི་དཔང་རྟགས་དེ་ཚོ་ས་གོང་ནས་ད་མང་པོ་འདོན་གྱི་ཡོད་རེད་དེ་ཚོས་ཀྱིས། ད་ནི་ཕན་མི་ནས་ཀྱི་ནས་འགོ་བཙུགས་ནས་བ། ཆིང་རྒྱ་རི་སྐབས་ནས་ཀྱི་ནས་འགོ་བཙུགས་ནས་བ་དེ་དེ་ག་རང་ཁ་གོ་ཐུབ་ཡོད་བ། ད་དེ་ཚོ་གིས། སྐྱེས་པ་རྒྱལ་མ་དགོས་པའི་དོན་གང་ད་ཤེས་སུ་དེ་འདྲ་ཡོད་རེད་ད་ད་ལྟ་ང་ཚོ་གོང་དེ་གའི་ཚང་མ་ཤེས་སུ་རེད་བ། རྒྱ་གར་ནས་ཡོང་རེད་ཟེར་དེ་བཤད་སྲོལ་གྱི་རེད། དེ་ལ་ཁོང་དང་རྒྱུ་མཚན་དཔང་རྟགས་ག་ཚད་ཡོད་མེད་དེ་གཞི་ནས་རེད། ད་རྒྱ་གར་རེ་རེ་ཚ་བོད་ལ་ཡོང་སྲིད་པ་རེད་མ་གཏོགས་བོད་ཀྱི་མི་རྒྱུད་ཁོར་བ་རྒྱ་གར་རེད་ཟེར་ན་དེ་ཕ་རྒྱ་མཁས་ལེན་གྱི་མ་རེད་བ། དེ་རྒྱ་མི་ཡང་དེ་ག་རེད་རྒྱ་མི་རེ་རེ་ཉིན་རེ་ཁོ། བོད་ལ་ཡོང་གི་ཡོད་རེད། ང་ཡང་ཡོང་བ་རེད་ད་ལྟ་མུ་མཐུད་ནས་ཡོང་གི་ཡོད་རེད་དེ་ཁོ་བོད་ཀྱི་རྩ་བའི་གི་མི་རྒྱུ་ཆེ་རུང་གི་ཆགས་གི་ཡོད་མ་རེད་བ། དེ་ནས་ང་ཚོ་བོད་ཀྱི་ལོ་རྒྱུས་ནང་ལོག་ལ་ཡ་མཚན་པ་གཅིག་ག་རེ་ཡོད་རེད་ཟེར་ན། ཤེས་སྟངས་ཅིག་ལ་རྒྱ་བོད་ཧོར་སོང་དེ་ཕ་གཅིག་གི་བུ་རེད་ད་དེ་བོད་ཀྱི་ལོ་རྒྱུས་ནས་ཤེས་ཡོང་གི་ཡོད་རེད། བོད་ཟེར་ཡ་དེ་ཁ་སང་ངས་ཤེས་ཡིན་པ་མོའི་སྡོང་ཕྲུག་གི་ཕ་བོན་ཁྲི་ཐོག་ཆེན་པོ་ཟེར་ཡ་དེ་རེད། འདི་སྤུན་ཆ་རྒན་པ་དེ་ཆགས་གི་ཡོད་རེད། དེའི་གོ་འོག་ལ་སྐྱ་ཁྲི་གྱེར་ཟེར་ཡ་གཅིག་བྱུང་བ་རེད། དེ་བུ་གཉིས་པ་དེ་རེད། གསུམ་པ་དེ་ལ་ཧོར་ཁྲི་དྲུག་ཟེར་ཡ་གཅིག་བྱུང་བ་རེད་དེ་བུ་གསུམ་པ་རེད། རྗེས་ཙང་བུ་ཁྲི་དོ་ཆེན་པོ་གི་ལ་མནའ་མ་སོང་བསུས་བ་ལ་བརྟེན་ནས་བུ་དྲུག་བྱུང་ནས་བུ་མོ་བུ་དུང་དྲུག་ཟེར་དེ་ད་བོད་ཀྱི་ས་ཆ་དེ་ཟིན། ཁོ་རང་གོ་འོག་མ་སྐྱ་ཁྲི་གྱེར་ཟེར་བ་དེ་དེ་ནས་མ། འདི་མག་པ་གི་བཟོ་འདྲ་བོ་གཅིག་ན་ཐག་རིང་མོ་ལ་སོང་ནས། ཡང་ཁོ་རང་གིས་མནའ་མ་མང་པོ་ལེན་ནས་ཆང་ཟ་བརྒྱབ་ནས་རྒྱུས་པ་སྤེལ་ཡོང་བ་དེ་ནི་ད་ལྟའི་རྒྱ་ཟེར་ཡ་དེ་རེད། བུ་ཆུང་བ་དེ་ཧོར་ཁྲི་རྒྱལ་ཟེར་ཡ་དེ་ཞང་ཞོགས་ལ་ཕར་སོང་ནས་ཁོ་རང་གི་རྒྱུས་པ་སྤེལ་ཡོང་བ་དེ་གས་མི་རྒྱུས་དེ་ད་ཧོར་རང་སོག་པོ་ཟེར་ཡ་དེ་རེད་གང་ལྟར་དེའི་གསུང་དེ་ཆེ་ཁུངས་འདྲ་བོ་དེ། ཕར་སྐྱེ་བའི་དུག་འདི་ཡོད་ཟེར་ནས། འདི་འབོད་ཀྱི་ལོ་རྒྱུས་རྙིང་པ་ནས་ཡོང་གི་ཡོད་རེད། དེ་ཞིབ་ཞིབ་ཨེ་ཧང་སང་གི་ཡོད་དེ་འདྲའི་གས་ཆག་གི་ཡོད་མ་རེད་བསམ་གྱི་འདུག་ཞེ་སྡང་གི་འཛམ་བུ་གླིང་འདི། ཆོས་ལུགས་མཁས་པ་ག་འདྲས་ཀྱི་ཡིན་ནའི་མི་ཡི་མཆེད་ཁང་དེ་གའི་ཕར་གཏོང་འགྲོ་དུས་མཐའ་དུག་འདི་གཅིག་འདི་གཉིས་གཏོང་འགྲོ་གི་རེད་བ། ཚན་རིག་པ་འདྲ་ཁྱད་མཚོན་པ་ཡིན་ནའི་འཛམ་བུ་གླིང་གི་མི་ཚང་མ་གི་མཆེད་ཁང་འདི་ཡ་ཡ་གཏོང་འགྲོ་དུས་དོན་གྲོགས་ནས་ཀྱི་ནི་ཡ། ཉལ་ཡ་དང། དེ་འདྲར་ཡར་ལྡོག་ནོར་བུའི་རོ་ལ་འགྱམ་ཞིག་གནང་བ། དེ་ནས་མ་མང་རུང་མང་རུང་མང་རུང་འགྲོ་ཡ་དེ། སྒོ་གཏན་འགྲོ་སྟངས་འདྲ་བོ་གཅིག་རེད་དེ་ཡེ་ཤུའི་དུས་ཚོད་ཡིན་ན་དང་པོ་གོས་འཇོག་བཟོས་ཡོང་བའི་མི་གཅིག་རེད་འདུག་ད་དེ་ནས་འཛམ་བུ་གླིང་གི་མི་ཚང་མ། དེ་ལྟར་དེ་འདྲའི་གི་བཤད་སྟངས་ཀྱི་ཆ་ནས། ལྕགས་འོད་ཧོར་གསུམ་ཙམ་མ་ཡིན་པར་མཐའ་གཏོར་ན་འཛམ་བུ་གླིང་གི་མི་རིགས་ཚང་མ་དེ་འཇུག་ཁང་འདྲ་བོ་གཅིག་ལ་ཡར་ལྡོག་བསྡད་ཡ་དེ། ཁྱོད་རོགས་གྲུབ་མཐའ།

ཆེས་ནས་ཡོང་གི་ཡོད་རེད་བ། ད་ལྟ་དབྱི་རག་གི་ས་ཁེ་དོ་ཨ་ཅི་ལི་དུས་ཁོ་ཚོ་ཚོགས་འདྲ་བོ་གཉིས་ཆེ་ཡ་ནས་དེ་གཅིག་ཡ་ཡོ་རོབ་ཤོར་སོང་གཅིག་ཚོ་དབྱི་ཤི་ཡག་ཤོར་ཡོང་གི་ཡོད་རེད་བ་དབྱི་རང་གི་ས་མཐོ་ནས་ཚུད་ཡོང་དུས་ད་ཨབ་གྷ་ནི་སི་ཐན་དེ་བརྒྱུད་ག་བ་ལེབ་ཡོད་ན་ཡང་ཚོགས་འདྲ་གཉིས་ཆེ་གཅིག་ཡ་ཨོ་རོ་སུ་ར་ཤི་ཡ་བརྒྱུད་སོང་གཅིག་མ་རྒྱ་གར་གི་བརྒྱུད་ལི་འགྲོ་ཚོགས་གཅིག་ད་དེ་ནས་བོད་ནས་མ་ཡོང་གི་ཡོད་རེད་ཤིན་ཅང་ནས་བོད་ནས་བྱས་ནས་མ། ཇི་ལྟར་བོད་ནས་ཡོང་མཁན་གྱི་རྒྱུད་པ་དེ་ད་རྒྱ་ནག་ལ་མ་ཕྱིན་པར་བ་དེང་འདིར་དང་པོ་བོད་ལ་བསླེབས་ཡོད་ད་དེ་ནས་མ་རྒྱ་ནག་ལ་ཆས་སོང་བ་རེད་ད་དེ་ཡོང་གི་རེད་ཟེར་དུས་མི་གཅིག་གོམ་པ་བརྒྱབ་ནས་ཡོང་བའི་བཟོ་འདྲ་ཞིག་ཡོད་མ་རང་ཁོ་ཚོར་ཕེབས་ནས་མི་ཐོག་ནས་མི་ཐོག་མི་ཐོག་མི་ཐོག་མི་ཐོག་ཅེས་གཅིག་གི་གཉིས་ཆས་ནས་ཕ་གཞན་ལ་རྩ་ངན་བསྐྱེད་ཡོང་དུས་ག་ལེ་ག་ལེ་ཡ་བསྐྱེད་ཡོང་མི་རུང་བ་ལྷོག་གི་ལྷོང་ཐག་པ་བརྒྱབ་ན་ག་ལེ་བ་ཁྱབ་ཡོང་མི་རུང་བ་ད་དེའི་སྐད་ཆ་རེ་བཤད་གི་ཡོད་རུང་བ་དེ་ཡིན་དུས་བོད་དུ་ཆེ་བ་དང་ཆུང་བ་དེ་རྒྱ་མི་དེ་ནི་མ་ཆེན་བོར་བྱས་དེ་ཚོ་འདྲ་བོ་འདྲ་བོ་འདུག་རྒྱ་ནག་ལ་མ་སོང་བོད་ནས་ཡོད་ད་བོད་ལ་སྔུན་ནས་སླེབས་དུས་ཡོད་ད་ར་ལ་ཁོ་ཕྱོགས་གཅིག་གཞིས་ཆགས་ནས་བསྡད་ཀྱི་ཡོད་རོ་དེ་ནས་མ་ཡུལ་ནག་གི་རྒྱུད་ནས་རྒྱ་ནག་ལ་སོང་རྒྱ་ནག་ལ་སླེབས་དུས་ཡང་ཁོ་རིགས་ཀྱི་ད་ར་དེ་ཡང་རིགས་ཀྱི་དེ་ནས་ཕ་ག་ལ་ག་ལ་ཕ་བ་ཆེན་འགྲོ་གི་རོ་ཡང་ཀོ་རི་ཡ་ནས་ཀྱི་འཇའ་པན་ནས་ཀྱི་དེ་ནས་ཡར་སོང་ན་ར་ཤི་ཡ་གི་ཤར་ཕྱོགས་ནས་རྒྱུ་ནི་ཨ་ལ་སི་ཀ་ནས་རྒྱུ་ནི་ཨ་མི་རི་ཀར་མ་ཡོང་ནི་འཛམ་བུ་གླིང་ནི་མི་ལུས་འཆི་ཤོས་དུ་ཨ་མི་རི་ཀའི་གློག་བྱང་འདི་ཚོ་བརྩིགས་ཡོད་རེད་བ་འདི་ཚོ་ལུས་དུས་ཤི་ཤི་ལུས་བ་རེད་སི་དེ་གི་སྐྱེ་སྟངས་དང་བོད་དང་ཧོར་རྒྱ་དང་ཧོར་གཉིས་འདི་བོད་གི་སྤུན་རྒྱ་ཆུང་བ་བྱས་ནི་བོད་ནི་མ་ཆེ་སོང་བ་རེད་སི་འདི་ཚོ་དེ་ཤོག་མང་པོ་བྱས་ནི་འདྲ་བོ་འདྲ་བོ་འདྲ་བོ་ཁྱིམ་ཚང་དེ་འདྲ་ཡོད་རེད་ཟླ་བ་འདི་རྗེས་ཤེས་དུས་ད་ལྟའི་བོད་དུ་རྒྱ་ནག་ལས་ཡ་ཆེན་པོ་ཟེར་བ་དེར་ལྡོག་ཕྱོགས་རེད་འདུག་བ་བོད་ཀྱི་སྤུན་རྒྱག་ཅིག་མ་བྱེད་སོང་རེད་ཟེར། རྒྱ་མི་དེ་བོད་ལས་མ་ཆེ་བ་རེད་ཟེར་ལབ་བ་ཡིན་ན་ཚན་རིག་གི་རྒྱབ་རྟེན་ཡར་བལྟས་ཚུལ་ཅིག་ཡོད་བས་བཟོ་རོགས་ཅིག་དེ་འདྲ་ཅིག་རེད་ད་ལྟའི་བོད་མི་རྒྱུད་དེ་རྒྱ་ནག་ལས་ཡ་ཆེ་མ་ཆེ་ཟེར་དེ་སྐོར་དེ་ག་ཚུལ་ཅིག་ཡིན་ད་ཕྱི་དང་གི་དེ་གི་སྐོར་ལ་རྩོམ་ཡིག་མང་པོ་ཞུ་བས་དཔྱད་རྩོམ་མང་པོ་ཞུ་འདུག་ལྷག་པར་དུ་རྒྱ་རིགས་མཁས་དབང་དེ་ཚོ་གི་ཞི་དྲག་གི་བྲིས་ཡོད་རེད་བ། ཡིན་ནི་སྡོམ་རེད་ཚུར་བཅར་བ་ཡིན་ན་ངས་གོང་དུ་ཞུས་བ་དེ་ག་རང་རེད་སྐྱ་དེབ་ཅིག་ནས་ཞུས་བ་ཡིན་ན། བོད་ཟེར་བ་དེ་གནའ་སྔ་མོ་དུ་འཇམ། ཆང་ཟེར་གི་རེད་ད་ཁོ་རང་ཚོ་ཆ་མི་ཤེས་ཆང། ཆང་གི་འཚོ་བ་ཅིག་རེད་ཟེར་ཅིག། དེ་རེད་མ་གཏོགས་ཐད་ཀར་རྒྱ་ནས་ཕྱིན་བ་ཟེར་དེ་འདྲའི་རང་ཡོང་གི་ཡོད་མ་རེད། ད་ཁ་ཤས་ཀྱིས་ཆང་ཟེར་དེ་རྒྱ་དང་བོད་གཉིས་ཀ་གི་མཆེད་ཁང་དེ་རེད་ཟེར། འདི་འདྲའི་བཅས་བཤད་ཡོང་གི་ཡོད་རེད། ཆང་གསེར་དང་ཨ་མ་ཅི་དེ་ལས་རྒྱ་དང་བོད་གཉིས་ཀ་སྦྱོང་ཡོད་པ་ཡིན་ན། བོད་དུ་རྒྱ་ལས་སྦྱོང་སྲིད་ན་ད་དུང་འདེགས་མར་བ་གོ། བུ་སྤུན་གཉིས་ཡོད་ན་གཉིས་ཀ་ཨ་མ་ལས་སྦྱོང་བ་རེད་མ་གཏོགས་བུ་གཅིག་གིས་གཅིག་སྦྱོང་སྲིད་ན་དེ་ད་ལྟ་འདེགས་མར་བ། ཅི་ཚ་ག་ད་མཐའ་སྡོམ་བབས་ས་འདྲ་བ་དང་འདི་འདྲའི་བྱ་བ་བྱེད་ལ་བབས་གི་འདུག་བསམ་གི་འདུག།